བསམ་བོ་ཏྲ་བོད་སློབ་འཛིན་ཚོགས་དབུ་བརྙེས་ནས་ལོ་ངོ་ཉི་ཤུ་རྩེ་ལྔ་འཁོར་བ་དང་ཁྱབ་ཁོངས་ཀྱི་སློབ་གྲྭ་ཁག་གི་ནང་ལོ་ངོ་ཉིས་བརྩེགས་ལྔའི་རིང་ཕྱག་ལས་གནང་མཁན་དགེ་ལས་ཁག་ཅིག་ལ་ཆེད་དོན་མཚོན་བཅད་སྤྱི་ཟླ་བཅུ་གཅིག་པའི་ཚེས་བཅུ་དྲུག་ཉིན་དཔེ་སྟོན་སློབ་གྲྭའི་ཚོགས་ཁང་དུ་དཔེ་སྟོན་སློབ་གྲྭ་དང་ཤེས་རབ་དགའ་ཚལ་གླིང་སློབ་གླིང་སློབ་ཕྲུག་རྣམས་ཀྱིས་གཞས་སྣ་འཁྲབ་སྟོན་གྱིས་དུས་ཆེན་གྱི་མཛད་སྒོ་འདི་སྲུང་བརྩི་ཞུས་གནང་སོང། ཕུ་བོ་མ་འདྲ་མ་འདྲ་ལ་ཁོ་རང་ཁོ་རང་གིས་ང་རྩོམ་པ་ཚོས་ནས་རྩལ་མ་འདྲ་འོང་གི་རེད་ནུས་པ་མ་འདྲ་འོང་གི་རེད་བསམ་བློའི་གི་འཁྱེར་སོ་མ་འདྲ་འོང་གི་རེད་ཨ་ནི་ཁོ་རང་ཚོའི་གི་ནུས་པ་མ་འདྲ་མ་འདྲ་དང་ཨ་ནི་རྩལ་མ་འདྲ་མ་འདྲ་དེ་ཚོ་ལ་འཛིན་སྐྱོང་དངོས་ནས་ཡིན་ནའི་རེད་དགེ་རྒན་དངོས་ནས་ཡིན་ནའི་རེད་དེ་ཚོ་ལ་ཆེ་མཐོང་བྱེད་ཡ་དེ་དཔེ་མི་སྲིད་གལ་ཆེན་པོ་རེད་བྱ་ཚང་གི་ཚོ། རྙེད་མ་ཡིན་ན་འདི་འདྲིའི་གི་ཆེ་མཐོང་མ་བྱེད་ཅིག་ཡ་ཚང་མ་ལ་ང་ཚོས་མ་སོན་གུག་པ་ལེགས་བཙུམ་བྱེད་ཡས་ཅིག་ཅིག་འགྲོ་གི་ཡོད་རེད་འདི་ཚོ་དྲན་ང་ཚོ་ཏན་ཏན་ནོར་གི་འདུག་བསམ་གི་འདུག། སྐབས་དེའི་སྐུ་མགྲོན་གཙོ་བོད་ཀྱི་དཔེ་མཛོད་ཁང་གི་འགན་འཛིན་དགེ་བཤེས་ལྷག་རྡོར་ལགས་ཀྱིས་སློབ་ཕྲུག་ཚོས་གླ་པོ་གསུམ་གྱི་འགྲོ་སྟངས་གཞིར་བཟུང་སློབ་སྦྱོང་ཇི་ལྟར་བྱ་དགོས་པ་དང་དགེ་ལས་ཚོས་སློབ་ཕྲུག་གི་འཕྲོད་བསྟེན་ལ་མཐོང་སྣང་བྱ་རྒྱུ་གལ་འགངས་ཆེན་པོ་ཡིན་པ་གསུངས་གནང་སོང། ཡང་ཤེས་རིག་ལས་ཁུངས་ཀྱི་དྲུང་ཆེ་འཇིགས་མེད་རྣམ་རྒྱལ་ལགས་ཀྱིས་ཀྱང ྋགོང་ས་མཆོག་གི་བཀའ་དྲིན་ལ་བརྟེན་ནས་བཙན་བྱོལ་བོད་མིའི་སྤྱི་ཚོགས་ཁྲོད་དུ་ཤེས་ཡོན་སློབ་གསོའི་གྲུབ་འབྲས་བཟང་པོ་ཐོབ་ཡོད་པ་སོགས་གསུངས་གནང་སོང། དེ་བཞིན་རྒྱ་གར་དབུས་བཞུགས་བོད་བློ་འཛིན་ཚོགས་ཀྱི་ཁྱབ་ཁོངས་ཀྱི་སློབ་གྲྭ་ཆ་ཚང་སམ་བོད་འབྲེལ་བོད་བློ་ཚོགས་པས་རྩིས་ལེན་པའི་རྗེས་སུ་སློབ་ཕྲུག་ཚོའི་ཤེས་ཡོན་ལ་འགྱུར་བ་འགྲོ་བཞིན་ཡོད་པ་མཐོང་གི་འདུག། ང་ཚོ་རྩིས་ལེན་ནས་ང་ཚོ་མ་འདུས་ཕྱིར་ཁྱིམ་བྱུང་མ། ལྷག་པར་དུ་ད་ལོ་རྒྱ་གར་རྒྱལ་ཡོངས་ཀྱི་ཟིན་བྲིས་བཅུ་གཉིས་ཀྱི་གྲུབ་འབྲས་དེ་ཨ་ནི་ད་ལྟའི་བར་དུ་བྱུང་མ་མྱོང་ཡང་ཅིག་བྱུང་བ་དེ་གར་བསྟན་སྐོར་ཟེར་ན། རྩིས་གླེང་ནི། རྒྱ་གར་གཞུང་གི་སྐད་གྲགས་ཅན་གྱི་ཁེ་བྷི་དང་ནའོ་བྷི་དེ་ལ་ཚང་མལ་གྱི་སྒང་དེ་ང་ཚོ་ནམ་ཨང་དང་པོ་གླེང་བ་སྟེ། རྒྱ་གར་ཚགས་པར་གྲངས་མེད་ཚང་མ་གིས་དེ་འདྲའི་ཁྱབ་བསྒྲགས་བྱས། གཞན་ཡང་སམ་བོ་ཏའི་སྤྱི་ཁྱབ་མཁྱེན་བརྩེ་ཚེ་རིང་དོན་གྲུབ་ལགས་ཀྱིས་ཕྱི་ལོ་ཉིས་སྟོང་ལྔ་ནས་བཟུང་ཁྱབ་ཁོངས་སློབ་གྲྭ་ཚང་མའི་ནང་བཙན་བྱོལ་བོད་མིའི་ཤེས་ཡོན་སྲིད་བྱུས་ལག་བསྟར་གནང་མུས་ཐོག་བོད་སློབ་འཛིན་ཚོགས་ནས་རྩིས་ལེན་ཟིན་པའི་སློབ་གྲྭ་ཁག་གི་ནང་དུའང་རིམ་བཞིན་ཤེས་ཡོན་སྲིད་བྱུས་ལག་བསྟར་གནང་ཡོད་པ་གསུངས་གནང་བ་དང་སྦྲགས་སློབ་གྲྭའི་དམིགས་ཡུལ་གཙོ་བོ་འདི་ཡང་རང་རེའི་བཙན་བྱོལ་སྤྱི་ཚོགས་ནང་བོད་མིའི་མི་རབས་གསར་པ་ན་ཆུང་བྱིས་པ་རྣམས་བོད་མི་ཚད་ལྡན་ཞིག་ཡོང་སླད་གནའ་དེང་གཉིས་ཀྱི་ཤེས་ཡོན་སྤྲད་རྒྱུ་དེ་ཡིན་པ་སོགས་གསུངས་གནང་སོང་བཞུགས་སྒར་རྡ་རམ་ས་ལ་ནས་ཨ་རིའི་རླུང་འཕྲིན་ཁང་གི་གསར་འགོད་པ་བསྟན་འཛིན་དབང་འདུས་ལགས།